ད་ནི་མཐོང་སྤང་རྒྱ་སྐྱེད་རྩ་བཅུད་སྒོ་སྐྱོད་བཞི། རྒྱ་རྩ་བརྒྱད་སོགས་འགག་ལྡང་སྐྱེ་འགྱུར་དང་གཉིས་མེད་ཡེ་ཤེས་བསྐྱེད་པའི་དཔང་པོར་འདུ་ཟེར། རྩ་བ་ཚིག་རྐང་གསུམ་འདི་མཐོང་ལམ་གྱི་སྤང་བྱ་ངོས་བཟུང་བའང་དེ་འདྲ་ཞིག་རེད། སྤྱིར་བཏང་སྤང་བྱའམ་ཡང་ན་ཉོན་མོངས་ཟེར་ན་ག་འདྲ་ཅིག་ཟེར་གི་ཡོད་རེད་ལབ་དུས་སེམས་ཀྱིས་རྒྱུན་མ་ཤེས་པར་བྱེད་པ། སེམས་མ་ཤུ་བར་བྱེད་པ། རང་རྒྱུད་ལ་སྐྱེས་པ་ཡིན་ན། རྒྱུད་ལ་སྐྱེས་པའི་གང་ཟག་དེ་མ་བདེ་བར་བྱེད་པ་མིག་ཤེས་པར་བྱེད་པ། དེ་འདྲ་ཅིག་ལ་ཉོན་མོངས་ཟེར་གྱི་རེད། བྱེ་བྲག་ཏུ་ཁྱད་པར་དུ་མཐོང་སྤང། སྐབས་འདིའི་མཐོང་ལམ་གྱི་སྤང་བྱ་དགའི་ཉོན་མོངས་དེ་ག་རེ་རེད་ལབ་དེ་ཀུན་ཏུ་བརྟགས་པས། ཀུན་ཏུ་བརྟགས་པས་ལབ་དེ་གྲུབ་མཐའ་དང་རྒྱུ་མཚན་གནས་ལུགས་ཡང་ན་རིགས་པའི་གཞུང་ལུགས་དེ་འདྲ་བའི་དབང་གིས་བྱུང་ནས། གང་ཟག་རྣམས་ཀྱི་སེམས་རྒྱུད་མ་ཤེས་པར་བྱེད་པ་དེ་འདྲ་ཅིག་ལ་ཉོན་མོངས་པ་ཀུན་བརྟགས་ཟེར་གྱི་རེད། ཀུན་བརྟགས་ཟེར་བ་དེ་འདིའི་སྒང་དུ་ཡང་བཤད་ཡོད། གང་ལྟར་རྒྱུ་མཚན་དང་རིགས་པའི་གཞུང་ལུགས་དེ་འདྲ་ལ་བརྟེན་ནས་གང་ཟག་གི་རྒྱུ་ལ་སྐྱེས་པ་སྐྱེ་བའི་ཉོན་མོངས་པ་དེ་ཚོ་ཟེར་གྱི་ཡོད་པ་རེད། ད་ནི་མཐོང་སྤང་གི་དབྱེ་བ་ནི་མཐོང་ལམ་གྱི་སྤང་བྱ་གི་ཉོན་མོངས་པ་དེ་ལ་རྩ་ཉོན་དང་ཉེ་ཉོན་གཉིས་ཡོད་པ་རེད། རྩ་ཉོན་སྤང་བ་ཡིན་ན་ཉེ་ཉོན་དེ་ཚོ་རང་བཞིན་གྱིས་སྤངས་འགྲོ་བ་ཡིན་ཙང། དང་པོ་རྩ་ཉོན་བཤད་པ་ཡིན་ན་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་ཐེ་ཚོམ་ལྟ་བ་དེ་དྲུག་གོ། ད་ནི་ལྟ་བ་ལ་ལྔ་ཡོད་རེད་ཟིན་འཇིག་ལྟ་མཐར་ལྟ་ལོག་ལྟ་གསུམ་ལྟ་བ་མཆོག་འཛིན་ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་གཉིས་རྣམས་སོ། ད་ནི་ཉོན་མོངས་པ་འདི་དག་གི་ངོ་བོ་དང་དབྱེ་བ། ཨ་ནི་འཛིན་ཚུལ་གང་འདྲ་ཡིན་ན་ཆེད་ལས་གང་འདྲ་ཡིན་ན་ཚང་མ། ཨ་ནི་སྔར་གྱི་ང་ཚོ་སློབ་ཚན་ནང་དུ་གང་ལ་གང་འཚམ་རྒྱས་པར་འགྲོ་ཟིན་པ་རེད། ཨ་ནི། ད་དུང་ཧ་མི་གོ་མཁན་རྣམས་ཀྱིས་སྔར་གྱི་སློབ་ཚན་གྱི་བརྙན་ལ་ཡང་བསྐྱར་གཟིགས་རོགས་གནང་ཞེས་བརྗོད་དེ་འདྲ་ཡིན། ད་ནི་མཐོང་ལམ་གྱི་སྐབས་འདི་ལ་བྱང་ཕྱོགས་ཟོ་བདུན་གྱི་ནང་ལོགས་ནི་བྱང་ཆུབ་ཡན་ལག་བདུན་ལ་ལབ་གི་རེད་ཅེས་གསུངས་འདུག་བ། ཡིན་ཙང་བྱང་ཆུབ་ཀྱི་ཡན་ལག་ཟེར་ན་ག་འདྲ་རེད་ལབ་དུས་བདེན་བཞིའི་གནས་ལུགས་མངོན་སུམ་དུ་རྟོགས་ཤིང་ཏིང་ངེ་འཛིན་དང་ཤེས་རབ་མཚུངས་ལྡན་དུ་འཇུག་པ་དེ་འདྲ་ཅིག་ལ་བྱང་ཆུབ་ཀྱི་ཡན་ལག་ཟེར་གྱི་རེད། བྱང་ཆུབ་ཟེར་ན་ག་རེ་ཟེར་གྱི་ཡོད་རེད་ལབ་ན། འཕགས་པའི་བྱང་ཆུབ་བམ་ཡང་ན། མཐོང་བསླབ་ནས་བཟུང་སྟེ་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་བར་གྱི་བག་རྒྱུད་ཀྱི་མཁྱེན་པ་ཚང་མ་ལ་བྱང་ཆུབ་ཟེར་གྱི་ཡོད་པ་རེད། དེ་དག་ཐོབ་པའམ་ཡང་ན་རྒྱུན་བརྟན་པོར་གནས་པ་ལ་ཕན་པ་སྒྲུབ་བྱེད་ཡིན་པའི་ཆ་ནས་ཡན་ལག་ཟེར་གྱི་ཡོད་པ་རེད། ཡང་ན་འཕགས་པའི་ལམ་དེ་དག་གི་ཆ་ཤས་ཡིན་པའི་ཆ་ནས་ཡན་ལག་ཟེར་གྱི་ཡོད་པ་རེད། དཔེར་ན་ང་རང་ཚོ་མི་ལུས་ཀྱི་ཆ་ཤས་རྐང་པ་དང་ལག་པ་དེ་འདྲ་ལ་ཡན་ལག་ཟེར་གྱི་འདུག་དེའི་ནང་བཞིན་དུ། འཕགས་པའི་ལམ། མཐོང་ལམ་དང་སྒོམ་ལམ་གྱི་ཆ་བཞི་ཡིན་པའི་ཆ་ནི་བྱང་ཆུབ་ཀྱི་ཡན་ལག་ཟེར་གྱི་ཡོད་པ་དེ་འདྲ་ཞིག་རེད། བྱང་ཆུབ་ཀྱི་ཡན་ལག་གི་ངོ་བོ་ལྟ་བུ་དེ་ག་འདྲ་རེད་ལབ་དུས་བདེན་བཞིའི་གནས་ལུགས་མངོན་སུམ་དུ་རྟོགས་ཤིང་ཟེར་བདེན་བཞིའི་གནས་ལུགས་གསལ་ན་མ་གསལ་ན་མཐོང་པ་ཉིད་ཟེར་གྱི་ཡོད་པ་རེད། བདེན་བཞིའི་གནས་ལུགས་མངོན་སུམ་དུ་རྟོགས་ཤིང་ཏིང་ངེ་འཛིན་དང་ཤེས་རབ་མཚུངས་ལྡན་དུ་འཇུག་པ་ཟེར་བའང་དེ་འདྲ་རེད། ད་ནི་བྱང་ཆུབ་ཀྱི་ཡན་ལག་བདུན་ཏེ་རེ་རེ་ནི་འགའ་རེ་ལབ་སྟེ་དྲན་པ་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར། དེ་གི་བྱེད་ལས་གཙོ་བོ་དེ་དམིགས་པ་མི་བརྗེད་པ་དེ་རེད། སྒོམ་བརྒྱད་པ་ཡིན་ན། སྒོམ་བརྒྱག་ཡ་གི་ཡུལ་སྟོང་པ་ཉིད་ཡིན་ན་རེད་ཡང་ན་སངས་རྒྱས་ཀྱི་སྐུ་ཡིན་ན་རེད་དེ་མི་བརྗེད་པར་འཛིན་པ། འོན་ཏེ་རེས་ཆོས་རབ་ཏུ་རྣམས་ཀྱི་བྱང་ཆུབ་ཀྱི་ཡན་ལག་ཟེར་བ་དེ་ཆོས་ཉིད་སོགས་རང་གི་དམིགས་པ་དེ་གསལ་བོ་རྟོགས་པ། དེ་རེས་དེ་ནས་བརྩོན་འགྲུས་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར་བ་དེ་རང་གིས་སྒོམ་བྱས་པ་ཡིན་ན་རེས་གང་ལྟར་བདེན་པའི་དོན་ག་འདྲ་གྱི་སྒོམ་གྱི་ཡོད་པ་ཡིན་ན་དེའི་ཆེད་དུ་བརྩོན་འགྲུས་རྩོམ་པ། འོན་ཏེ་རེས། ད་ནི་དགའ་བ་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར་བ་དེ་བདེན་པ་རྟོགས་པ་ལས་སྐྱེས་པའི་དགའ་བ། བདེན་པ་ཞིག་གི་གནས་ལུགས་ཡིན་ན་རེག་སྟོང་པ་ཉིད་གང་འདྲ་ཅིག་རྟོགས་ན་ཡང་དེ་རྟོགས་པ་ལ་བརྟེན་ནས་སྐྱེས་པའི་དགའ་བ་དེ་རེད། ད་ནི་ཤིན་སྦྱངས་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར་བ་དེ་བདེན་པའི་གནས་ལུགས་བསྒོམས་པ་ལ་བརྟེན་ནས་སྐྱེས་པའི་ལུས་དང་སེམས་ཀྱི་བདེ་བ་དང་དེ་རེས་ད་ནི་བཏང་སྙོམས་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར་བ་དེ་བདེན་པའི་དམིགས་པ་ལས་མི་གཡོ་བ་བདེན་པའི་དམིགས་པ་དེ་ལ་གནས་ཐུབ་པ་བྱིང་བ་དང་རྒོད་པ་ལ་སོགས་པའི་གཞན་དབང་དུ་མི་འགྲོ་བ་དེ་ལ་བཏང་སྙོམས་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར་ཡོད་རེད། ད་ནི་ཏིང་འཛིན་ཏིང་ངེ་འཛིན་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར་བ་དེ། ཨ་ནི་བདེན་པའི་དམིགས་པ་གང་ཡིན་པ་དེ་སྒོམ་པའི་བློ། སྒོམ་པའི་ཡེ་ཤེས་ཁོ་རང་ཏིང་ངེ་འཛིན་རེད་ད་ཡོད་པ་རེད། ཨ་ཨོ་དེ་ཟིག་ཡོད་པ་རེད། ཡིན་ཙང། མཐོང་ལམ་ཐོབ་པའི་སྐབས་འདི་ལ་གཙོ་བོ་བྱང་ཕྱོགས་སོ་བདུན་གྱི་ནང་ལོགས་ནི་བྱང་ཆུབ་ཀྱི་ཡན་ལག་བདུན་ལ་ལྷག་པའི་རེད་ཟེར་བ་འོང་དེ་འདྲ་ཅིག་ཡིན་པ་རེད། ད་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནི་མཚམས་བཞག་རྒྱུ་བྱས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།